དེ་ནས་དེ་རིང་གི་དངོས་གཞིའི་མཛད་སྒོ་དབུ་འཛུགས་ཞུ་རྒྱུ། མཛད་རིམ་ལྔ་སྔོན་དུ་གྲུབ་ནས་མཛད་རིམ་དྲུག་པ་བཅྭ་བརྒྱད་ཁམས་སྒྲོལ་རིན་པོ་ཆེ་མཆོག་གིས་གདན་ས་ཁམས་པ་གར་བཞི་བཟེ་གཉིས་ཀྱི་སྐུ་ཚབ་གནང་སྟེ་ཕེབས་བསུའི་གསུང་བཤད་གནང་རྒྱུ།

ས་སྟེང་འཇབ་རྟེན་ཡོངས་རྫོགས་ཀྱི་མངའ་བདག་འཛམ་གླིང་རིས་སུ་མ་མཆིས་པའི་མི་རིགས་ཡོངས་ཀྱི་ཞིབ་བདེ་དེད་དཔོན་ཆེན་པོ་བོད་མིའི་གཞིས་བཟི། གཤེན་གསུམ་ཡོངས་ཀྱི་འདེབས་གསིག་སྐྱབས་གནས་སྙིང་ནོར་བླ་ན་མེད་པ་གཅིག་པུ། ལྷ་དང་བཅས་པའི་སྐྱེ་འགྲོ་ཡོངས་ཀྱི་རྣམ་འདྲེན་མཚུངས་ཟླ་མ་མཆིས་པ། དོན་གྱི་སླད་དུ་མཚན་ནས་སྨོས་ན། གོང་ས་སྐྱབས་མགོན་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ། རྗེ་བཙུན་འཇམ་པའི་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་དབང་བསྒྱུར། མཚུངས་པ་མེད་པའི་སྡེ་པ་བཟང་པོ་མཆོག། ཆོམ་རྟ་རྒྱལ་གྱིས་བསྡུས་སའི་དོང་གཟེབ་འཛིན། ཉིན་མཚན་བར་མེད་དུ་མཆིས་ནའང། འདི་གར་ཁམས་དཀར་བཤད་གྲྭ་དར་མ་ཀ་རིའི་ཐོག་མའི་བཀྲ་ཤིས་སྒོམ་བྱེད་ཀྱི་མཛད་སྒོའི་རྟེན་འབྲེལ་དུ། བཀའ་དྲིན་ཆེ་བར་ཞབས་ཀྱི་པད་མོ་མངོན་པར་སྐུ་གྲུབ་པར། ཁྱི་དང་སོར་བ་ཕུ་ཚུགས་སུ་བཏབ་པར། ཀུན་འབངས་ཡོངས་ལ་བུང་བ་སྲེག་ཟིག་ཀྱི་ཐུགས་བརྩེ་བླ་ན་མེད་པའི་སྒོ་ནས་འདི་གར་ཞབས་ཀྱི་པད་མོ་དངོས་སུ་བཀྱག་ཅིང། བཀྲ་ཤིས་མགོན་སྐྱིད་ཀྱི་རྟེན་འབྲེལ་བཀའ་དྲིན་ཆེ་བ་དང་སྦྲགས། སློབ་བརྒྱུད་ཡོངས་ལ་རྡོ་རྗེའི་ཡེ་ཤེས་ཀྱིས་ཟིན་གྱིས་བརླབས་པར་མཛད་པའི་བཀའ་དྲིན་ནི་གནའ་བསམ་འགྱོད་པའི་ཡུལ་ལས་འདས་པས། དགའ་གུས་སྤྲོ་གསུམ་སྙིང་ནས་ཆེས་ཆེར་འཁོར་བའི་ལྷ་བསགས་གྲངས་མེད་ཀྱིས་བཀའ་དྲིན་བླ་ན་མེད་པ་མཆིས་ཤིང། ཞུ་རྒྱུ་ཡིན། དེ་དང་འབྲེལ་བར་གཉུག་མར་གནས་པ་དང་ཆོམ་རྟ་ནི་བདེ་སྐྱིད་སྒོམ་བརྗིད་རྟེན་འབྲེལ་གྱི་བྱིན་རླབས་དགའ་གཏོང་ལ། ཚོར་བ་གཅིག་མཐུན་གྱི་འཛོམས་པའི་རེ་མིག་སྐྱབས་གནས་འཕགས་བོད་དགེ་འདུན་གྱི་སྡེ་ཕོ་མོ་རྣམས་དང། བོད་མིའི་སྒྲིག་འཛུགས་ཀྱི་རླབས་ཆེན་མཛད་གཙོ་རྣམ་པའི་གཙོར་བཟེད་པའི

དང་ལྷག་བསམ་བརྩེ་གདུང་གིས་སྦྲེལ་བའི་དད་ལྡན་ཁྱིམ་པ་འབྲས་གཞུང་ཕོ་མོ་དང་ན་གཞོན་བློ་གསར་སློབ་ཕྲུག་རྣམ་པ་བཅས་ཐམས་ཅད་ལ་བྱིན་རླབས་ཆེན་པོའི་རྟེན་འབྲེལ་མཛད་སྒོ་འདིར་ཆེད་ཕེབས་མཉམ་འཛོམས་གནང་བར་སྤྲོ་བ་ཤིན་ཏུ་ཆེན་པོའི་ངང་ནས་སྙིང་ནས་དགའ་བསུ་ཞུ་རྒྱུ་ཡིན། ད་ལྟའི་རྟེན་འབྲེལ་མཛད་སྒོ་གནང་བའི་བཤད་གྲྭ་འདི་ཡི་ལོ་རྒྱུས་ནི། སྔར་མདོ་ཁམས་སུ་མཁའ་འགྲོ་རིན་པོ་ཆེའི་སྐུ་རབས་དང་པོའི་ཁམས་པ་སྒར་ཞེས་པའི་འབྲུག་པ་བཀའ་བརྒྱུད་ཀྱི་དགོན་པ་དེ་དང་འབྲེལ་བ་ཞིག་ཡིན། ཁམས་པ་འགའ་ནི་མདོ་ཁམས་ཕྱོགས་སུ་དཔའ་གཏིང་འབྲུག་པ་བཀའ་བརྒྱུད་ཀྱི་མ་དགོངས་ཨ་མ་གཅིག་པོ་དེ་ཡིན་འདུག་ལ་དེ་ཡི་ཡན་ལག་བོ་ལ་དུས་འགྱུར་མ་བཟུང་བར་དགོན་པ་དང་ཉིང་ལག་བཙུན་དགོན་ཆེ་ཆུང་རེ་དྲུག་སུ་ཉིས་བརྒྱ་ལྷག་ཙམ་ཁམས་ལྷ་ཐོག་ནང་ཆིང་སྡེ་དགེ་ཆབ་མདོ་གོ་འཇོ་རི་ཁེ་གླིང་ཚང་ལྷོ་རོང་དཔའ་ཤུག་སོགས་ལ་ཆབ་འཕེལ་ངང་ཡོད། ཁམས་པ་འགར་ཐོག་མི་དབུ་འཛུགས་མཁན་ཁམས་སྤྲུལ་སྐུ་ཐོག་དང་པོ་ངག་དབང་བསྟན་འཕེལ་ནས་ངོས་ཀྱི་སྐུ་གོང་མ་ཁམས་སྤྲུལ་དོན་བརྒྱུད་ཉི་མའི་བར་གྱི་བླ་རབས་རྣམས་ལ། སྦྱར་དབང་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་སྐུ་ཕྲེང་ལྔ་པ་ཆེན་པོ་ནས་བཟུང། རྒྱལ་བ་རིན་པོ་ཆེ་ཐམས་ཅད་མཁྱེན་པ་སྐུ་ཕྲེང་རིམ་བཟུང་ནས། ཐུགས་རྩིས་གཟིགས་པ་ཟབ་མོ་ཡོད་པའི་དཔང་རྟགས་བཀའ་བཤད་བམ་ཆེན་པོ་རྣམས་ད་ལྟ་དགོན་འདིའི་ནང་སྟེང་དུ་ཡོད་པ་རྣམས་ལས་གསལ། དེ་ཡང་གོ་ཤེར་རིགས་བསྟན་འཛིན་ཆོས་ཀྱི་རྒྱལ་པོས་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་གཉིས་ལོར་བསྩལ་བའི་བཀའ་ཤོག་ནང་ཁམས་པ་སྤྲུལ་སྐུ་ངག་དབང་ཀུན་དགའ་བསྟན་འཛིན་འདི་ཉིད་གྲུབ་མཐའ་སོ་བཀྲར་དང་འཇིག་རྟེན་ཚེ་འདིའི་སྣང་བཞི་དོན་དུ་མི་གཉེར་བ་རྣམ་དག་ཆོས་ལྡན་རང་གི་བཟང་ཕྱོགས་བསྒྲུབ་ཅིང་གཞན་ཕན་ཐར་ལམ་དགེ་བར་འགོད་པ་ཡིན་འདུག་པར་གཞིས་འཁོད་པ་དང། དམིགས་བསལ་རྒྱལ་དབང་ཐམས་ཅད་མཁྱེན་པ་སྐུ་ཕྲེང་བདུན་པ་བསྐལ་བཟང་རྒྱ་མཚོ་མཆོག་གིས་གཅིག་སྟོང། བདུན་བརྒྱ་ལྔ་བཅུ་ང་ལྔ་ལོར་ཁམས་སྤྲུལ་སྐུ་ཕྲེང་བཞི་པ་པཎ་ཆེན་ཆོས་ཀྱི་ཉི་མར་སྣང་བའི་ཤེར་དབང་ཆེན་པོའི་ནང་ཁམས་པ་བླ་མ་ངག་དབང་བསྟན་འཕེལ་གྱི་ཐུགས་རྟེན་བཅས་ཞབས་འདེགས་ལ་ལྷག་བསམ་རྣམ་དག་གི་སྒོ་ནས་རིས་མེད་ཀྱིས་རབ་ཏུ་བཟུང་བ། ཀུན་ལ་ཕན་བཏགས་ཤིང་བཟའ་བ་ལས་ཀྱི་འཁོར་ལོ་བླ་མ་དེའི་གཉེར་པ་གོ་འཇོ་རྙེད་སྒོ་མའི་གསང་བདག་གོའུ་ཤེ་རི་རྒྱལ་པོ་གཏུམ་དྲག་གི་དཔུང་དང་བཅས་པ་སོགས་ཁྲི་ཤོར་རྒྱལ་མོ་ནས་མདོ་ཁམས་ཕྱོགས་སུ་ཕེབས་པའི་སྣ་དྲངས་ཏེ་བེ་རི་བོན་པོ་བཏུལ་བརྒྱའི་རྗེས་འབྲང་དང་བཅས་པ་དུས་གཅིག་ཏུ་བཅོམ་ནས་རྒྱལ་པོའི་བསྟན་པ་རིན་པོ་ཆེ་སྤྱི་དང་ཁྱད་པར་དགའ་ལྡན་ཕུབ་རང་ཞྭ་སེར་ཅོ་པན་འཆང་བའི་ཆོས་སྲིད་ཀྱི་དབུ་བརྙེས། དབུས་གཙང་ཁམས་གསུམ་གྱི་གཙོས་སྟེང་འོག་གི་རྒྱལ་ཁམས་མཐའ་དག་བདེ་འཇགས་ཀྱི་ཐོག་མེད་སྐབས། བླ་མ་གོང་མའི་སྐྱེ་བ་ཀུན་དགའ་ལྡན་བལ་བོ་དབུས་གཙང་དུ་གཏོར་ནས་སྐུ་མཁྱེན་ལྔ་པ་ཆེན་པོ་དང་སྡེ་པ་བསོད་ནམས་རབ་བརྟན་བསྟན་འཛིན་ཆོས་ཀྱི་རྒྱལ་པོའི་ཞབས་པད་དུ་གཏུགས་ཏེ་འཇབ་ས་ཞུས་པར། བླ་མ་ཁམས་པ་གོང་མ་དང་རྙེད་བཀུར་མའི་ཞབས་འདེགས་གྲུབ་འབྲས་ལ་ལྷག་པར་སྤྱན་བསྐྱངས་ཀྱི་བཀའ་དྲིན་དམར་ནག་གནང་སྟེ་མདོ་ཁམས་ཕྱོགས་སུ་རིས་མེད་ཀྱི་གདུལ་བྱ་ཆུ་བབས་སུ་བསྐྱངས་ཆོག་པར་བཀའ་ལུང་ཡང་དག་པར་བསྒྲགས། དེའི་སྐྱིབས་གྲོལ་ངག་དབང་ཀུན་དགའ་བསྟན་འཛིན། སྐུ་ན་ཕྲ་མོའི་དུས། རྒྱལ་དབང་དྲུག་པ་ཆེན་པོ་དང། ཐེག་པ་སངས་རྒྱས་རྒྱ་མཚོ་གཉིས་ཀྱི་རིས་མེད་ཀྱི་གསན་བསམ་དང། རིག་པའི་གནས་ལ་གཟུང་དང་མཛད་ལུགས་སུ་བཀའ་ཁྱབ་པར་མཛད་དེ། ཐོས་བསམ་སོར་ཆུད་ནས་མདོ་ཁམས་སོགས་སུ་བླ་མ་གོང་མ་དང་དབྱེར་མེད་ཀྱི་ཤེར་བམ། གཙང་བཙན་སོགས་གཟེངས་བསྟོད་གསན་རྐྱང་མུ་མཐུད་དུ་སྩལ་བ་དང། ངེད་རང་གི་ངེད་རང་སྡེ་དགེ་ནི་མཚོ་ཁར་འགྲོ་སྐབས་དང་སྐུ་འབུམ་ནི་བོབ་སོགས་སུ་སྐྱོ་གདུང་སུ་མེད་ན་ཁྱེད་ཚོ་མངགས་ཏེ། ལེགས་སྐྱེས་བསྟར་བ་ནི་བཟུང་རྣམ་ཀུན་དགའ་ལྡིང་ཕོབ་རང་གི་མཆོག་ཡོང་ན་རེམ། གུས་བཞིན་ཅན་གྱི་གྲས་སུ་འདུག་གཤིས་དེ་སྐབས་རང་ཤེ་བམ་གཏན་ཚིགས་སྦྱིན་ཏེ། གཅུང་བོའི་གྲས་སུ་བཞག་པ་དང་སྤྲུལ་པའི་སྐུ་བསྟན་འཛིན་ཆོས་ཀྱི་ཉི་མ་འདི་པའང། བླ་མ་ལྷ་དང་བཅས་པས་གོང་མི་སྐྱེ་སྲིད་དུ་ངོས་བཟུང་ཞིང། བག་ཆགས་སྲེད་པའི་ངོས་འཛིན། གསར་ལྡང་འབྱུང་བར་བརྟེན། མདོ་ཁམས་སོ་སོ་གོང་མ་དང་དབྱེར་མེད་ཀྱི་སྡོམ་པ་ཡོངས་རྫོགས་པའི་སྟེང། ཤིང་བྱི་ལོར་བུབས་སོ་སོར་གཏོར་ནས་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྦྱར་བ་དང། རྡོ་རྗེ་གདན་གསུམ་གྱི་གཙོས་ཏི་སེ་ནས་རྩ་རི་བར་གྱི་གནས་ཆེན་རྣམས་སུ་ངུར་སྒྲོག་གི་མཆོད་འབུལ་དང། ཕྱི་ནང་གི་དཀའ་བའི་གནས་ལ་འགྲོ་འདུག་སྤྱོད་པ་སོགས། འཁོར་ལོ་གསུམ་སྐྱེ་བ་མི་དམན་པ་དམ་པའི་སྔགས་པར་འོས་པ་བསྐྱེད། ལྷན་ནས་ཀྱང་མདོ་ཁམས་སོགས་སུ་སྐྱེ་སྲིད་གོང་མ་རིམ་ཅན་གྱི་སྲོལ་རྒྱུན་ལྟར། རིས་མེད་ཁྱོད་ཀྱི་འགྲོ་འདུག་སྔར་རྒྱུན་ལྟར་བསྐྱང་ཆོག་པ་དང་ཞེས་པའི་ཤེས་བམ་ཆེན་པོ་གནང། རྒྱལ་དབང་ཐམས་ཅད་མཁྱེན་པ་སྐུ་ཕྲེང་བདུན་པ་མཆོག་གིས་གནང་བའི་ཤེས་བམ་རིན་པོ་ཆེར་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་གིས་ཁམས་འཕྲོ་དྲུག་པ་བསྟན་པའི་ཉི་མར་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དྲུག། སྒོམ་ཆེན་འཇམ་ནོར་རྩ་བའི་ནང་གོང་དུ་རྒྱས་གོང་མ་སྡོམ་པ་ཆེན་པོ་ནས་ཁམས་པ་བླ་མའི་སྐྱེ་སྲིད་བསྟན་འཛིན་ཆོས་ཀྱི་ཉི་མའི་སྐབས་བསྟན་པའི་ཞབས་འབྱོར་ལ་གཟིགས་རྒྱང་གི་ཤེར་བམ་རྩ་འཛུགས་པ་མ་ཟད་ད་ལྟའི་སྐྱེ་འགྲོར་བསྟན་པའི་ཉི་མ་འདི་པའང་བཞུགས་གནས་ལ་དེ་བཞིན་མཆིས་ཤིང། རང་ལུགས་ཆོས་རྒྱུན་གྱི་སྒོམ་སྒྲུབ་དང་ལྷག་པར་བསྟན་སྲིད་བདེ་རིམ་ལ་རྩོམ་པ་མི་དམན་པ། ཀྱིས་སྐྱོང་ཡུལ་ལ་བསམ། གོང་ས་གཤེན་བམ་འབྲུ་སྟོང་ད་ལྟ་འཕེན་ནུས་བཞིན་སྐྱེ་ཡིན་ལྟར་ལས་བསམ་ཉིད་དུ། འགྲོ་བ་སྐྱེ་མི་ཆོག་པའི་རྒྱབ་ནོར་ཟིན་པ་ཡིན་མེད་དྲི་ཟླ་བ། བདུན་པའི་ཚེས་ཉི་ཤུ་ལ་ཞེས་སོགས་གཤེན་བམ། རྩ་ཚིག་རྒྱབ་ནོར་རིམ་རྩར་བཟུང་ཡོད། ངོས་ཀྱིས་གོང་མ་ཁམས་ཁྲོ་དོན་བརྒྱུད་ཉི་མ་མཆོག་ལའང་རྒྱ་མཆོག་ཐམས་ཅད་མཁྱེན་པ་གོང་ས་སྐུ་ཕྲེང་བཅུ་བཞི་པ་མཆོག་གི་ཐུགས་རྩིས་གཟིགས་པ་ཆེན་པོས་ཡང་ཡང་བསྐྱངས་གནང་ཞིང། ཁམས་ཁྲོར་སྐུ་གོང་མས་ཀྱང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལྷག་བསམ་རྣམ་དག་གིས་དབུ་བོ་དཔུང་འདེགས་ཀྱི་ཞབས་བསིལ་ཞུས་ཡོད་པ་དང་བཙན་བྱོལ་ནང་བོད་པའི་སློབ་གྲྭ་གསར་འཛུགས་ཀྱི་སློབ་ཚན་གཏན་འབེབས་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁམས་ཁྲོད་དོན་གཅོད་ཉི་མ་ལའང་ཐུགས་འགན་གཙོ་བོའི་གྲས་བཀའ་གནང་མཛད་པ་དང། འབུ་ནུ་རིའི་ཕྱོགས་སུ་ཁམས་པ་སྒར་གྱི་གནས་གཞི་བཟུང་ཞིང་ཁམས་པ་སྒར་ཤིན་ཏུ་ཉག་ཕྲ་བའི་སྐབས་སུའང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གློ་བུར་ཐོག་རྒྱག་གྱི་མགོ་འཚུབ་ཆུང་ངུ་དེའི་ནང་དུའང་ཕེབས་ནས། ཐུགས་བརྩེའི་བཀའ་དྲིན་ཆེན་པོའི་སྒོ་ནས་སྐྱིད་སྡུག་གཟིགས་ཞིབ། བསྐྱངས་མཛད་པའི་བཀའ་དྲིན་རྗེ་མི་ཀུན་གྱི་སྙིང་གི་དཀྱིལ་དུ་འདུག། སླད་མར་ཡང་གུས་འབངས་ཆོས་བཞིའི་དགོན་སྡེ་འདི་ལ་ཐུགས་གཟིགས་བཀའ་དྲིན་སྐྱབས་མགོན་རྒྱལ་བའི་དབང་པོའི་སྐུ་གོང་མ་རྣམས་ནས་ཇི་ལྟར་གནང་བ་ལྟར། བརྩེ་བའི་གུར་ཁང་ནས་ནམ་ཡང་མི་འདོར་བར། བཀའ་སློབ་ཡང་དག་ལམ་གྱི་བསླབ་སྟོན་ཟབ་མོ་ཡང་མཛད་གྲུབ་པར། གསོལ་བ་སྙིང་ནས་འདས་པ་ལ། བཀའ་བབས་ཁམས་པ་འགའ་དང་འབྲེལ་བའི་བཤད་ཁྲིད་གསུང་རབ་ཀྱི་ཐོག་མའི་དབུ་འཛུགས་གནང་མཁན་ནི་ཁམས་སྒྲོལ་རིན་པོ་ཆེ་སྐུ་རབས་བཞི་པ་བསྟན་འཛིན་བཅུད་ཀྱི་ཉི་མ་ཞེས་བོད་ལྗོངས་ནང་སྙན་ངག་ལ་མཁས་པའི་གྲགས་ཆེ་བ་དེས་འཛུགས་གནང་མཛད་དེ་ཁོང་གིས་མཚོ་སྣའི་མཐུ་དང་བསམ་གཏན་པའི་དགོན་པ་ལ་ནས་རབ་ཏུ་གཟོ་རུ་ཞེས་པའི་དོན་ལྟར་དགོན་པར་བཤད་གྲྭ་མི་ཐ་མི་དོ་གཟིགས་ནས་ཆབ་མདོ་འགྱིང་པོར་མཚན་ཉིད་དགུང་གནམ་ལྕགས་ཆུ་གླིང་ཞེས་པ་ཕྱག་བཏབ་ནས། པ་ན་ལིང་ཁྲིའི་གཞུང་ཁྱིང་ཁ་སློབ་གཉེར་གནང་ས་གསར་འཛུགས་གནང། དེར་དྭགས་པོ་གནམ་རབ་གྲྭ་ཚང་ནས་རབ་འབྱམས་པ་ཚུལ་ཁྲིམས་དབང་ཕྱུག་གདན་དྲངས་པས་རིམ་བཞིན་སློབ་གཉེར་བ་མཁས་བཙུན་བཟང་གསུམ་འཛོམས་པའི་བཀའ་བརྒྱུད་རབ་འབྱམས་པ་བརྒྱ་ཕྲག་བྱུང་ཞིང། སྲིད་ཟུར་ཚེམ་སྤྲུལ་རིན་པོ་ཆེ་བསོད་ནམས་བསྟན་འཛིན་ཞུ་བའི་མཁས་གྲུབ་ཆེན་པོ་དེ་ཡང་དགོན་འདི་ནས་བཟུང་དེའི་རྗེས་ཁམས་སྤྲུལ་བདུན་པའི། ཁམས་པ་འགའ་རང་དུ་བཤད་གྲྭ་གསར་འཛུགས་གནང་བ། ཁམས་ཁྲོར་སྐུ་རབས་བརྒྱད་པའི་བཤད་གྲྭ་རྒྱ་བསྐྱེད་ཆེར་མཛད་ནས་རིག་གནས་མཁན་པོ་ཁྲོ་རུ་ཚེ་རྣམ་དང་གཞུང་ཆེན་རྣམས་ཀྱི་ཆེད་རྫོགས་ཆེན་དང་དཀའ་ཐུབ་ནས་མཁན་ཆེན་ཁག་གདན་དྲངས་ནས་བཤད་གྲྭ་ལེགས་འགྲིག་སྒང་བོ་ལ་དུས་འགྱུར་ཆེན་པོ་བཟུང། འོན་ཀྱང། ཁམས་དྲུག་བརྒྱད་པ་སྐལ་བཟང་དོན་གཅོད་ཉི་མ་སྟོང་སྐོར་རྒྱ་གར་ལ་བཙན་ཟུར་དུ་ཕེབས་ཟིན་པ་དག་གཅིག་སྟོང་དགུ་བརྒྱ་དྲུག་བཅུ་རེ་གཅིག་སྐོར་ནས་ཀ་ལིམ་སྤོང་དང་སྦྲ་ལ་ཧའུ་སི་སོགས་གདན་ས་སྤུས་རིམ་བཞིན་རྫོགས་ཆེན་མཁན་པོ་བརྩོན་འགྲུས། བོད་པ་སྤྲུལ་སྐུ་སློབ་ཆེན་མཁན་པོ་ཐུབ་ཆོས། ས་སྐྱ་མཁན་པོ་རིན་ཆེན་རྫི་དཀར་མཁན་པོ་ཆོས་དར་རྒྱས་གདན་དྲངས་ནས་གྲུབ་དབང་འདུ་འཛོམས་རིན་པོ་ཆེ་དང་གྲུ་གུ་ཆོས་རྒྱལ། བློ་གསར་བཟང་པོ་བཙུན་སློབ་ཕྲུག་ཉུང་ཤས་ལ་གཞུང་ཆེན་ཁག་འཆད་ཁྲིད་གནང་ཞིང་བཤད་ཁྲིད་རྒྱུན་བསྐྱངས། དེ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་དང་ལམ་སྟོན་ཇི་བཞིན་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་གི་དགོན་སྡེ་ཁག་རང་ཁ་རང་གསོ་ཡོང་ཐབས་ཁོ་ནར་དམིགས་ཏེ། བཀྲ་ཤིས་ལྗོངས་སུ་ཐུབ་བསྟན་བཤད་སྒྲུབ་དར་རྒྱས་ཆེད་མོས་མཐུན་བོད་མིའི་ལག་ཤེས། བཟོ་ཚོགས། འགའ་ཞིག་གཏན་ཆགས་བྱུང་བ་འདིར། གཙོ་ཆེར་ས་སྐྱ་མཁན་པོ་རིན་ཆེན་སོགས་གདན་ཞུས་ཀྱི་གཞུང་ཆེན་ཁག་ལ་འཆད་ཉན་རྒྱུན་བསྐྱངས། བར་སྐབས་སྐྱབས་རྗེ་དམ་པ་རྡོ་རྫོང་རིན་པོ་ཆེས་ཀྱང་དཔེ་ཁྲིད་གནང་ཞིང་ལྷག་པར་ཁམས་སྤྲུལ་རྒྱས་པ་རིན་པོ་ཆེའི་ལེགས་རྟོགས་མཁན་པོར་གུས་པའི་བློ་གསར་བཟང་པོ་སོགས་ནས་སྐྱབས་རྗེ་ཆོས་མགོན་རིན་པོ་ཆེ་མཁྱེན་བརྩེ་ཡེ་ཤེས་རིན་པོ་ཆེ་འཛི་སྒར་མཆོག་སྤྲུལ་རིན་པོ་ཆེ་གྲུབ་དབང་ཚོགས་གཉིས་རིན་པོ་ཆེ་སོགས་མཆོག་སྤྲུལ་རྣམས་ཀྱི་གཙོས་བཤད་གྲྭ་བ་མྱོང་བ་ལ། མ་མྱོང་བ་ལ་པ་ན་ལིང་རེ་གཞུང་ཆེན་ཁག་ཕྱི་ཁྲིད་སློབ་སྦྱོང་རྒྱུན་མ་ཆད་པ་གནང། རིམ་གྱིས་བོད་དང་འབྲུག་སོགས་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་ཀྱང་མང་དུ་འཕེལ། དེའི་རྐྱེན་པས་བཤད་གྲྭ་རྒྱ་བསྐྱེད་གལ་ཆེན་བྱུང་བར་མཁྱེན་བརྩེ་ཡེ་ཤེས་རིན་པོ་ཆེ་ནས་བཤད་གྲྭའི་ལྷ་ཁང་གྲྭ་ཤག་རྣམས་ཟུར་དུ་གསར་བཞེངས་མཛད། ནས་རིམ་གྱིས་བོར་ནས་མཁན་པོ་ཆོས་དབྱིངས་ལྷུན་གྲུབ་མཆོག་དང་མཁན་པོ་བྱམས་པ་ཡོན་ཏན་མཆོག་མཁན་པོ་ངག་དབང་བཟང་པོ་མཆོག་སོགས་ཀྱིས་འདིར་ཕེབས་ནས་ཁོང་རྣམ་པས་བོ་འབྲུག་བ་ཡོས་སུ་ནང་པའི་མི་རིགས་སློབ་གཉེར་བ་རྣམས་ལ་གཞུང་ཆེན་དྲི་མ་མེད་པ་རྣམས་འཆད་ཁྲིད་གནང་ཞིང། བཤད་ཁྲིད་སྒྲིག་ཚུགས་ལེགས་པས་སློབ་གཉེར་གནང་མཁན་ཡང་མང་དུ་ཕྱིན་སྟབས་སྔ་མ་ལས་རྒྱ་ཆུང་ཆེ་བའི་བཤད་ཁྲིད་ཁང་གསར་པ་མ་བཟོས་རང་བཟོས་ཆགས་ཏེ་ད་ལྟའི་ཁམས་དཀར་འབྲུག་མཐོ་སློབ་དར་མ་ཀ་ར་འདི་ལྟར་ས་བཞིན་ཟད་པ་ལེགས་པར་གྲུབ་ཅིང་དེ་རིང་བཀྲ་ཤིས་པའི་ངང་ནས་སྒོམ་གྱི་དགའ་སྟོན་གནང་བཞིན་པ་འདི་ག་ལགས། བཤད་ཁྲིའི་གཙུག་ལག་ཁང་འདི་ནས་སྐྱབས་རྗེ་ཞི་བར་གཤེགས་པ་གྲུབ་དབང་རྡོ་རྫོང་རིན་པོ་ཆེ་མཆོག་དང་གྲུ་གུ་ཆོས་རྒྱལ་རིན་པོ་ཆེ་རྣམ་གཉིས་ཀྱི་ཐུགས་རེ་ལྟར་སློབ་མ་བདེ་སྟོང་ལྷག་བསམ་དཀར་བ་ལིས་ཧང་ཞང་ནས་ཁྱིམ་བདག་སྣང་ཞིང་གྲྭ་ཤག་དང་ཐབ་ཚང་སོགས་ནས་ངོས་རང་ནི། ཐབས་ཤེས་ཟེར་བ་དང་གཞན། ཡར་མར་ཕྱི་ནང་མཐུན་རྐྱེན་ཁག་དེ་སྟེང་ཁྱིམ་བདག་རྣམས་ཀྱི་གཏོང་ཕོག་དང་རང་ཁོངས་ཀྱི་བླ་སྤྲུལ་རྣམ་པའི་གཟིགས་རྟོགས། ལྷག་བསམ་སེམས་ཤུགས་ཅན་གྱི་མཁན་པོ་རྣམ་པ་བཀའ་བབས་ལས་ཀྱི་སྣེ་མོར་གཏོགས་པ་ཀུན་གྱི་དད་འདུན་རྣམ་དག་དང་ནུས་ཤུགས་ཆིག་སྒྲིལ་ལས་དེ་རིང་གི་འབྲས་བུ་གཡུར་དུ་ཟ་བ་འདི་བཟུང་བས། གོ་སྐབས་འདི་བརྒྱུད་ནས་ཁྱེད་རྣམ་པ་ཚང་མ་ལ་སྙིང་ནས་ཡི་རངས་དང་ཐུགས་རྗེ་ཆེ་ཞེས་ཞུ་རྒྱུ་ཡིན། ད་སྔོན་སློབ་གླིང་འདི་ནས་བོད་དང་འབྲུག་བལ་ཡུལ་དང་ལ་དྭགས། དེ་བཞིན་ཕྱི་རྒྱ་ཡུལ་གྲུ་ཁག་བཅས་སུ་མཁན་པོ་དགེ་རྒན་ཅན་མི་ཉུང་བ་ཞིག་ནས་པའི་ནཱ་ལེནྡྲའི་བརྒྱུད་འཛིན་གནང་སྟེ་ཁྱེད་ཚོ་རྩོམ་གསུམ་གྱི་རྒྱབ་རྟེན་དར་རྒྱས་གཏོང་བཞིན་ཡོད་པ་དང་མ་འོངས་པར་ཡང་རྒྱབ་རྟེན་ནམ་གནས་ཀྱི་བར་དུ་བཤད་སྒྲུབ་འཁོར་ལོ་གསུམ་གྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་ཐེག་དམན་དུ་བཟུང་བའི་གྲུབ་འབྲས་ཤིག་ཡོང་རྒྱུའི་རེ་བ་དང་ཡིད་ཆེས་གཉིས་ཀ་ཡོད། མཐའ་དུང། ཅེས་རིས་སུ་མ་མཆིས་པའི་རྒྱལ་པོའི་བསྟན་པ་རིན་པོ་ཆེ་འཕེལ་ཞིང་རྒྱས་པ་དང། གངས་ཅན་བོད་ཡུལ་གཙོས་པའི་རིགས་དྲུག་སེམས་ཅན་ནམ་མཁའི་ཕ་མཐར་ཁྱབ་པ་ཡོངས་ལ། གནས་སྐབས་དང་མཐར་ཐུག་གི་ཕན་བདེའི་ལེགས་ཚོགས་ཡར་ཟླ་ལྟར་འཕེལ་བའི་སོར་མོ་གཞོལ་བ་དང་ལྷག་པར་བདག་ཅག་འགྲོ་བ་ལྷ་དང་བཅས་པའི་སྐྱབས་གནས་འཛམ་གླིང་མི་རིགས་ཡོངས་ལ་ཆོས་སྲིད་གཉིས་ཐད་ནས་མཛའ་མཐུན། ཞི་བདེའི་ལམ་ཐོག་བླ་ན་མེད་པ་བོ་གངས་ཅན་ལྗོངས་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང། གཡུང་དྲུང་བོན་བཅས་ལ་ཀུན་སྙོམས་ཉི་མ་ལྟ་བུའི་གཟིགས་པ་ཆེན་པོས་སྐྱོང་བར་མཛད་པའི་འགྲེམས་ཆོག་སུས་ཀྱང་འགྲན་ཟླ་མེད་པ ྋགོང་ས ྋསྐྱབས་མགོན་རྒྱལ་བ་ཡིད་བཞིན་ནོར་བུ་མཆོག་གི་ཐུགས་བཞེད་མཐའ་དག་འབད་མེད་ལྷུན་གྱིས་གྲུབ་པ་དང། སྐུ་ཚེ་ཞབས་པད་མི་ཤིགས་རྡོ་རྗེའི་ཁམས་སུ། བསྐལ་པ་འཇམ་སོགས་རྟེན་ཅིང་བཞུགས་པར་གསོལ་བ་སྙིང་ནས་ཕུར་ཚུགས་སུ་འདེབས་པ་ལགས་གསལ་བ་མ་འགག་ལམ་ཐུགས་ཀྱི་ལྷ།